མི་མང་པོ་ཅིག་བསམ་བློའི་ནང་ལོག་ལ་ཡ་ཅིག་ང་ཨ་མི་རི་ཀ་ལ་བསྡད་ཡག་དེ་ཅིག་གར་ཞུགས་རེད་ཅིག་བ། ཅིག་སྐྱིད་པོ་རུ་བྱེད་ཡོད་པ་ཅིག་དང་རང་དབང་ལྡན་པ་རུ་བྱེད་ཡོད་པ་རུ། དེ་འདྲས་ཅིག་གིས་གར་ཞུགས་རེད། མི་མང་པོ་ཅིག་གིས། དེ་འདྲས་ཅིག་ཕ་ཅིག་ཚོགས་ནང་ཡོང་བསྡད་ཡོད་ཀྱི་རེད། དེ་འདྲས་ཅིག་ཡིད་ཆེས་བྱེད་བསྡད་ཡོད་ཀྱི་རེད། ཡིན་ན་ཡང། ད་དེའི་གི་མིའི་ཕ་བལྟས་པ་ཡིན་ན་ལྟ་ཚོད་ལ་དེ་འདྲའི་རིགས་རེད་དེ་ང་རང་སྒེར་གྱི་ངོས་ནས་ཚོར་བ་བཤད་པ་ཡིན་ན། ཨ་མདའ་རིའི་ཨ་མི་རི་ཀ་ལ་ཡག་བསྡད་ཡག་དེ་ཕ་ཆིན། ང་རང་གི། གར་ཤོར་རྗེས་མི་ཚེ་འདིའི་ནང་ལོག་ལ་ཡག་ད་དཀའ་ངལ་ཆེ་ཤོས་རེ་བ་ཞིག་བྱུང་སོང། ད་ཕྱོགས་གཅིག་ནས་ཨ་ཅི་ཐང་གི་གཟུགས་པོའི་གི་གནས་སྟངས་གི་ཐོག་ནས་ཡིན་པས་ན་ཨ་ག་ལ་གང་འཚམ་ཅིག་སྐྱོ་བོ་རེ་བ་ཆགས་དེ་ཡོག་རེད་དཔེ་མི་སྲིད་པའི་མཛའ་དྲག་པོ་ད་གས་ཡོག་མ་རེད་དེ་ཡིན་པས་ན་གཟུགས་པོ་དེ

བྱུང་མེད་པར་དེ་འདྲའི་ཅིག་ཚོར་སྣང་ཡོང་དུས་འདུག་མ་འོངས་པ་ལ་ཡིན་ན་ཕ་གཞིས་འདི་འདྲའི་མྱོང་བ་ག་ལ་ཁག་པོ་རེད་བསམ་དྲན་གྱི་འདུག་དེ་རིང་ཡུལ་དེའི་རྒྱུ་མཚན་བལྟས་ནས། ད་ལྟ་རི་ཨ་མི་རི་ཀ་ལ་ཡ་དེ་ཡ་དེ་ཁག་སོ་སོའི་མི་ཚེའི་ནང་ལོགས་ལ་ཡ་ད་གང་ལྟར་དཀའ་ངལ་ཆེ་ཤོས་འགྲོ་པ་ཅིག་ཨེ་ལ་ཡང་ངོས་འཛིན་ཐུགས་སུ་ཞུ་བསྡད་ཡོད། ད་ཡོད་མེད་འདི་འདྲའི་ཅིག་ཡོང་བ་དེ་གཙོ་བོ་ད་སོ་སོའི་གི་སྔོན་སྔར་གྱི། ཅིག་ལས་དང། དག་ན་ཤིང་གི་ཁྲལ། ཁྲལ་དུ་ཅིག་ཁྲལ་གྱི་རྐྱེན། དེ་འདྲ་ལ་བརྟེན་ནས་བྱུང་བ་ཡིན་པའི་འདུན་བསགས་ནས་ད་གཙོ་བོ་ཅིག་སོ་སོའི། གར་ཤོར་ཅིག་འཛུགས་སྒྲུབ་དེ་སོ་སོ་ལ་བཙུགས་ནས། སོ་སོའི་གི་ད། ཅིག་གར་ཤོར་རེ། ངོས་ནས། གར་ཤོར་རེ། བྱེད་སྟངས་མ་འགྲིག་པ་ག་རེ་ཡིན་པ། དག་ན་ཅིག་ནོར་འཁྲུལ་ག་རེ་བྱུང་བ། ཡང་ན་ཅིག་གར་ཤོར་རེ་ད་སོ་སོ་ལ་ཡང་ཅིག་རྣམ་དཔྱོད་ཀྱི་མ་འདང་བ་འཇོན་ཐང་གི། མ་འདང་བ།

གི་གཞི་རྩ་གང་མཐོང་མ་སོང། ད་གཙོ་བོ་ཅིག་སོ་སོའི་གི་གར་ཞུ་བ་དག་ཅིག་སྔོན་གྱི་ལས་དང་ད་འཕྲལ་གྱི་རྐྱེན་དེ་འདྲ་ལས་བརྟེན་ནས་བྱུང་བ་ཡིན་པ་རེད། ཡིན་ན་ཡང་ད་དཀའ་ངལ་ཅིག་འཕྲད་མིན་ལ་མ་ལྟོས་པར་ད་ངས་ལས་ཀར་བ་ཁ་ཤས་ཅིག་བྱས་ཡོད་རེད། གཅིག་དེ་ག་རེ་རེད་ཟེར་ན། ཨ་ནི་རྒྱལ་ཁབ་གཞན་དག་གིས་ཨ་ནི་ད་མི་སེར་གི

ད་གང་ལྟར་ཡང་དེ་དེ་འདྲའི་ཅིག་བཟོ་ཡག་གི་འབད་རྩོལ་བྱས་པ་ཡིན་དེ་འབད་རྩོལ་བྱས་ཡག་དེ་ད་ང་རང་གཅིག་བུ་གི་འབད་རྩོལ་བྱས་པ་བྱས་ཡག་མ་གཏོགས་དཔེ་གི་ཨེ་ད་ཅིག་མི་མང་པོ་ཅིག་གི་ད་དེ་ལ་ཡག་ག་ཧྲུལ་བོ་ད་སྐབས་དེ་དུས་སམ་གནས་སྟངས་གི་དབང་གིས་གང་ལྟར་སོ་སོ་གཅིག་བུ་གི་འབད་རྩོལ་བྱེད་དགོས་ཡག་གནས་སྟངས་བྱུང་སོང་ད་དེ་བཟོ་དགོས་ཡག་གི་རྒྱུ་མཚན་འདྲ་བོ་དེ་ག་རེ་རེད་ཟེར་ལབ་པ་ཡིན་མི་སྣང་སྤྱི་བཏང་གི་ང་ཚོ་ད་ཅིག་རྒྱ་གར་གཞུང་གི་སྐུ་དྲིན་ལ་བརྟེན་ནས་ཨེ་ན་ད། བོད་པ། རྒྱ་གར་ལ་ཡོང་མཁན་བོད་པ་ཚོ་ལ་ཡང་ད་ལྟ། Travel Documents། ཟེར་ཡག་ཅིག་ད་ག་ད་རྒྱ་གར་ནང་ལོགས་ལ་ཡིན་པའི་ནས་རེད། ཨེ་ན་རྒྱ་གར་ཕྱི་ལོགས་རྒྱལ་ཁབ་ཁག་ལ་ཡང་འགྲོ་ཆོག་འགྲོ་ཆོག་ཡག་གི་ལག་ཁྱེར་དེ་འདྲི་ཞིག་གནང་ཡོག་རེད་བཀའ་དྲིན་ཆེན་པོ་ཞེ་དྲག་རེད། འདས་པའི་ལོ། ད་ཅིག། ཅེས་དྲུག་ཅུའི་རིང་ལ་ཡང་དག་གང་འདྲ་བཀའ་དྲིན་ཆེན་པོ་ཞུ་གནང་ཡོད་པ་རེད། ཡིན་ན་ཡང་དངོས་ཡོད་གནས་ཚུལ་ཐོག་ལ་ཡང་དག་གང་འདྲ་ང་ཚོའི་གི་བོད་པའི་གི་ད་ལྟ་བེད་སྤྱོད་བྱས་བསྡད་ཡག་གི་ཁྲོ་བོར་འགྲོ་རྒྱུ་མེད་ན་དེ། བེད་སྤྱོད་བཏང་ཡོད་འདི་དག་དཀའ་ངལ་ཆེན་པོ་འཕྲད་བསྡད་ཡག་ཅིག་རྒྱ་གར་ནང་ལོག་ལ་ཡིན་པའི་ནས་ཨོ་ད་དེ། ཅིག Custom འདི་ཚོ་ལ་ཡང་འགྲོ་དུས་ས་ནས་ཨོ་ད་འདི་ག་འདྲས་རེད། འདི། ཅིག་གི་རྒྱལ་ཁབ་སུའི་པགས་སུ་རེད། ཨན་རྒྱ་གར་གི། Passport ནི་རན་མི་འདུག་ད་འདི་རྒྱལ་ཁབ་སུས་རེད་ཟེར་རབས་དེ་བྱས་རྗེས་ཁོ་རང་ཚོའི། Custom དེ་ཚོའི་ངོ་ཤེས་མ་ཤེས་ཀྱི་དཀའ་ངལ་ཅིག་ཡོང་འདི་ཡོད་རེད། ད་ག་ནས་ཕྱིན་རྒྱལ་ཁབ་གཞན་དག་ལས། ད་ཕྱི་ལོག་ལ་འགྲོ་བའི་སྐབས་ལ་རྒྱལ་ཁབ་ཁ་ཤས་ལ་ཡང་དེ་གི་ཁོ་རང་རྩ་བ་ཉིད་ནས་དེ་བེད་སྤྱོད་གཏོང་ནས། གཏོང་ཆོག་གི་ཡོད་མ་རེད་ངོས་ལེན་བྱེད་ཀྱི་ཡོད་མ་རེད། ད་བེད་སྤྱོད་བཏང་པའི་དབང་དུ་བཏང་པའི་ཡིན་པས་ནའང་ཨ་ནི། ཅིག། ཡང་དེ་ལ་དཀའ་ངལ་སྣ་ཚོགས་ཤིག་འཕྲད་དེ་ཨ་ཅིག། འདུར་ཆགས་བསྡད་ཡོད་པའི་ཡིན་དུས་རྩ་ནས། ཨ་ང་ཚོའི་ཅིག་བོད་པའི་གི། ད། ཆོས་བརྒྱུད་ཁག་གི་བླ་ཆེན་མང་པོ་ཅིག། ཨན་ད། ཕྱི་རྒྱལ་གྱི་རྒྱལ་ཁབ་འདྲ་མིན་ཡིན་ན་རེད། ད་ཡང་ན་ཅིག་རྒྱ་གར་གྱི། ལ། ཁྱ། ཕྱག་བྱེད་བཟོ། རྒྱ་གར་གྱི་མི་སེར་ལག་འཁྱེར་བཟོ་ཡ་ཡིན་ན་འདྲ་འདུག་ག་ད་དེ་འདྲས་གྱི། ལག་འཁྱེར་བཟོ་ན་འབད་རྩོལ་གནང་གི་ཡོད་རེད་ད་ག་གཙོ་བོ་དེ་ག་རེད་ཟེར་ན། ཏཱ་བླ་ཆེན་རྣམ་པ་ཚང་མ་ལོ་གཅིག། ཕྱི་རྒྱལ་གྱི་རྒྱལ་ཁབ་ག་ས་ག་ལ་ཡང་ཕེབས་ཆེད། ཨ་ནི་མཛད་པ་ཁྲི་ལས་བསྐྱངས་དགོས་ཡོད་པ་ཡིན་དུས་སང་ནི་ཨ་ནི་པཱ་སི་ཏིག་གི་དཀའ་ངལ་འཕྲད་ཡོད་དུས་སང་ཏཱ། ཞི་བ་གཅིག་གི་གར་ཤོར་དེ་གི་ཐུགས་དམ་མ་བདེ་ཞེ་དྲག་ཡོང་གི་ཡོད་རེད། དེ་འདྲ་ཡིན་པས་ནི་ང་རང་ཡིན་པས་ནི་ཨ་ཏཱ། དེ་ལྟར་གཅིག་མཚུངས་ཀྱི། གང་ལྟར་ཅིག་མ་འོངས་པ་ལ་ཡ་གཅིག་འཛོམས་གླིང་ག་ས་ག་ལ་འགྲོ་དགོས་ཡ་གཅིག་གནས་སྟངས་ཅིག་ཆགས་བསྡད་ཡོད་པས་ཡིན་པས་ཡིན་རྒྱུ་བསམ་ནས་ད་དེ་འདྲ་ཅིག་གི་པར་སེ་ཅིག་བཟོས་པ་ཡིན་ན་ཡག་པོ་འདུག་ཟེར་ཡ་གཅིག་ང་ལ་ཡར་སློབ་སྟོན་བྱེད་མཁན་དེ་ཚོ་ཡིན་ན་ཡང་དེ་འདྲས་ཀྱི་སློབ་སྟོན་བྱས་ང་རང་གི་བསམ་པ་ཡིན་ན་ད་དེ་ཡག་པོ་འདུག་བསམ་པ་རུ་བྱས་རྗེས་དེ་འདྲས་ཀྱི་པར་སེ་ཅིག་བཟོས་པ་རེད། པར་སེ་དེ་བཟོས་ཚར་བའི་རྗེས་ལ་ཡ

ད་པ་སི་ས་པ་ནི་བཟོས་ཚར་བ་རེད་ཡིན་ནའི་ད་བེད་སྤྱོད་ནི་བཏང་ཡོད་མ་རེད་ད་དེ་ནས་ཡིན་དུས་སང་ད་དེ་བེད་སྤྱོད་དེ་བཏང་དེ་བེད་སྤྱོད་བཏང་བྱས་དེའི་ཐོག་ལ་ཡ་བི་ཟ་ཅིག་གནང་བྱས་ཨ་ནི་རྒྱ་གར་ལ་ཕར་འགྲོ་བསྐྱོད་བྱེད་ཆོག་པ་ཅིག་བྱས་བྱས་ཨ་ནི་དེ་འདྲའི་གེ་ག་བྱས་སྙན་སེང་ཕུལ་བྱས་ཨ་ནི་ད་ད་ད་དེའི་ཐོག་ལ་ཡ་ཅིག་རྒྱ་གཞུང་ཐོག་ནས་ད་ཐོངས་ཆེན་ཟེར་ན་འདྲ་འདུག Visa དེ་འདྲའི་རུབ་ཀྱི་སྤྲེལ་ཧ་ཅིག་སྒུག་བྱས་བསྡད་ཡོད་པ་ཡིན་པ་རེད་དེ་ནས་འདུས་ས་ནས་ད་གང་ལྟར། ད་མི་མང་པོ་ཅིག་བསམ་བློའི་ནང་ལོག་ལ་ད་ཅིག་ང་རྒྱ་གར་ལས་ག་རེ་བྱུང་ཕྱི་རྒྱལ་རྒྱུན་རིང་པོ་ཞིག་བསྡད་བྱས་ད་ཅིག་ཕ་ཅིའི་རྒྱ་གར་བར་འགྲོ་འདོད་མེད་པ་མེད་འགྲོ་བསམ་པ་རུ་བཏང་ནས་ད་ནང་བཞིན་གྱི་ད་སྤ་སེ་གི་གནས་ཚུལ་དེ་ཚོ་གོ་ཡོང་འདུས་ས་ནས་ད་མི་ལ་དོགས་པ་རྣམ་རྟོག་མང་པོ་ཅིག་ཡོང་སྲིད་གི་རེད་ཡིན་ནའི་དངོས་ཡོད་གནས་ཚུལ་ཐོག་ལ་ཡ། འདི་ནི་པགས་སུ་སོགས་པའི་རྒྱུ་མཚན་དེས་གང་ལྟར་ཅིག། བླ་ཆེན་རྣམ་པ་ཚོ་གཞན་དག་ཚོ་སོགས་ཀྱི་གནས་སྟངས་དང་གཅིག་པ་བྱས་རྗེས་ད་ང་རང་ཡིན་པ་ནས་མ་འོངས་པ་ལ་ཅིག་འཛམ་གླིང་ག་ས་ག་ལ་འགྲོ་རྗེས་ད་ཅིག་ཆོས་ཕྱོགས་ལ་བྱ་བ་རུ་སྤེལ་དགོས་ཡ་ཆགས་ཡོད་པ་ཡིན་དུས་འདི་འདྲས་ཀྱི་གནས་སྟངས་ལ་བརྟེན་ནས་བཟོས་བཞག་པ་ཅིག་ཡིན་པ་རེད་ལ་ཨ་ད་ནི་ད་ལྟ་བར། རྒྱ་གར་ལ་ཡང་ཅིག། མགྱོགས་ནས་མྱུར་དུ་འགྲོ་ཐུབ་པར་རེ་བ་ཅིག་དེ་འདྲ་ཅིག་གི། ཆེད་དུ། ཨ་ནེ་ད་ལྟ་ཐོངས་མཆན། ད Visa ཞུ་བཞིན་པར་འདུག་ཟིན་པ་རེད། ད་དེ། ཚང་མར་ལ་ཡ། དུ་ཅིག་གསལ་བཤད་ཞུས་ན་བསམ་དྲན་སོང།